ཐུགས་རྗེའི་ཀུན་སློང་སྙོམས་པས་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་གནས་སའི་སངས་རྒྱས་སྨན་གྱི་ལྷ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་ནས་བར་དག་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག། རྒྱ་ཆེའི་གཟིགས་སྐོར་ཡོངས་ལ་གུས་པ་མོས་པ་ལྟར་ངོས་ནས་འཚམས་འདྲིའི་སྐུ་ཁམས་བཟང་ཞུ་ཡ་ཡིན། རྣམ་པ་ཚང་མ་སྐུ་ཁམས་བཟང་སྐུ་གཟུགས་གསལ་ཐང། ཨ་ནི་དེ་རིང་དེ་བཅར་དགོས་ཡ་དེ། ད་ང་རང་ཚོ། ཨ་ལོ་པེ་ཏིག་གི་ཐ་སྙད་ལ།

ལོག་ནས་གྲང་འགྱིང་ཟེར་བའི་ལོག་ནས་གྲང་འགྱིང་ད་འདི་རེད་འདི་གཙོ་བོ་ཕོ་བ་རྒྱུ་མ་ལོང་འདི་གསུམ་དང་འབྲེལ་བ་ཡོད་རེད་དེའི་ནང་ལོག་ནས་ཨེ་ནི་ད་ཕོ་བ་གི་ནང་ལོག་ལ་བད་ཀན་ཕེ་ནི་ཡོང་གི་ཡོད་རེད་ཕོ་བ་གི་ནང་ལོག་ལ་གྲང་བ་ཕེ་ནི་ཡོང་གི་ཡོད་རེད་ཕོ་བ་ཟེར་གི་དགོངས་དག་རྒྱུ་མའི་ནང་ལོག་གཙོ་བོ་རྒྱུ་མ་ཟེར་ནས་ལོང།

ན་ཚ་འདི། ཕོ་བ་ལ་དཀའ་ངལ་འཕྲད་ནས་ཡོང་གི་ཡོད་རེད། རྒྱུ་མ་ལ་དཀའ་ངལ་འཕྲད་ནས་ཡོང་གི་ཡོད་རེད། དེ་ནས་ལོང་ལ་དཀའ་ངལ་འཕྲད་ནས་ཡོང་གི་ཡོད་རེད་དེ་ནས་མ་བརྒྱུད་རིམ་གྱིས་དེ་འདྲའི་བྱུང་གི་ཡོད། དེ་འདྲ་སོང་ཙང་ད་འདི་ལ། ཕྱི་ལུགས་ཀྱི་དམིགས་བསལ་གྱི་སྨན་བཅོས་མེད་པ་ལྟ་བུ་ཆགས་ཀྱི་ཡོད་རེད། དེ་འདྲའི་གི་ན་ཚ་ང་ཙམ་ལ་དེ་འདྲའི་ཐེངས་མ་གསུམ་ཙམ་སླེབས་མྱོང་ཡོད། དེ་སྔ་ང་རང་སྨན་རྩིས་ཁང་ལ་ལས་ཀ་བྱེད་པའི་སྐབས་ལ་རྒྱ་གར་ནས་པ་གཉིས་ཙམ་ཞིག་སྨན་བཅོས་བྱས་པ་ཡིན་དཔེ་ཡག་པོ་ཆགས་ཡོད་ཁོ་ཚོ་དཔེ་དེབ་ཨ་ཅེ་འུ་ཐུག་ནས་ཨེ་ནི་སྨན་ཁང་ཁ་སང་ཁ་ལ་བཏོན་ནས་སྨན་བཅོས་བྱེད་མ་ཐུབ་ཅེས་མཐའ་མ་དེ་ལ་ཨེ་ནི་ང་ཚོ་བསྡད་ས་དེར་སླེབས་ནས་ང་ཚོ་ལ་དགག་སྒྲུབ་བརྒྱབ་པ་རེད་བརྒྱབ་ནས་སྨན་བཅོས་བྱས་ནས་ཁོ་ཚོ་སེམས་ཐག་ཆགས་ཡོད་རེད། གཉིས་པ་དེ་ད་ལྟ་ང་རང་ཕྱིས་སུ་ཏཱ་ར་སུ་རི་སྨན་ཁང་གཟིམས་ནས་ད་རྒྱ་གར་གྱི་སྨན་སྦྱོར་ལོ་པ་ཆིག་སུམ་ཅུ་སོ་གྲངས་རེད། མོ་རང་ད་ག་ས་ག་ལ་སྨན་བཅོས་བྱས་ཤག་ལོ་མང་པོ་འགྲོ་ཤག། ད་ཕྱི་ལུགས་ཀྱི་དེ་ལ་སྨན་བཅོས་ཡོད་མ་རེད་མང་པོ་ལ་གཤམ་བཤད་ཆོག་པ་རེད་སྐད་ཆ་འདི་བཤད་ཤག། མོ་ཆེ་ད་མོ་རང་གི་གྲོགས་མོ་དེ་འདྲའི་རྒྱུད་ནི་ང་དང་ཀླད་རེད། དེ་ནི་ངས་མོ་རང་ལ་དེ་ལ་དཀའ་ངལ་ཁྱོན་ན་ཡོད་མ་རེད། ཉི་མ་དང་པོ་དེ་རང་ལ་ངས་མོ་རང་ལ་ཐག་བཅད་ནས་ངས་བརྒྱ་ཆ་མ་སོང་ནས་ཨིན་ཇི་སྐད་མ་སོང་ནས་འགལ་རན་འདྲི་སྤྲད་པ་རེད། ཁྱེད་རང་འདི་ངས་ལས་སླ་བོ་བྱས་ནས་བཟོས་གོ་སེམས་ཁྲལ་བྱེད་འོང་བར་འགྲོ་སོང་བཏང་གི་མ་རེད། འོ་འདི་བྱས་ནས་ད་ད་ལྟ་བ་འདུག། མོས་སྨྲས། ཟླ་བ། བདུན་གྱི་ཟས་ཡོད་གི་གང་ལྟར་ཟླ་བ་དང་པོ་དེ་རང་ནས་ཕན་ཡོད། ཕན་ནི་ད་ད་ལྟའི་ཆ་ལ་མོ་ཨ་ཅེ་གཙང་མ་གཙང་རྐྱང་རེད་ཁ་སང་རང་ལས་སུ་ཨ་མྱེས་སྨྲས་མོས་སྨྲས་ཏེ་མཚམས་བཞག་ཡག་གི་འཆར་གཞི་བྱེད་ཀྱི་ཡོད་མཚམས་དེར་ལམ་སང་མ་བྱས་བ་བྱས་ད་ལྟ་དཀའ་ངལ་ཁྱོན་ནས་མི་འདུག་ལབ་འདུག། ཨེ་ནི། ད་ལྟ་ངའི་མོ་ལ་ག་ལས་སྨན་དེ་ཉི་མ་གཅིག་ཟས་ཉི་མ་གཅིག་མ་ཟས་ཉི་མ་གཅིག་ཟས་ཉི་མ་གཅིག་མ་ཟས་འོ་འདི་འདྲས་སྨན་བཅོས་བྱེད་ཀྱི་ཡོད། འདི་ཡག་པོ་འདུག། སྨན་སྤྱད་དུས་ད་ནི་བརྒྱུད་རིམ་འདི་འདྲས་སྤྱད་དགོས་ཀྱི་ཡོད་རེད་འདྲ། ན་ཚ་དེ་ཟ་ཨིན་ཇི་སྐད་དམངས་སུ་ནི Chronic Disease ང་རང་ཚོའི་ནི་མ་ཞུ་བ་དང་ན་ཚ་རྙིང་པ་གི་རིགས་ལ་སྨན་བཅོས་ཀྱི་སྨན་གྱི་ཐབས་ལམ་གྱི་ཐོག་ནས་མ་སྤྱད་སྟངས་དེ་སྨན་མཚམས་བཞག་སྟངས་འདི་འདྲས་སྤྱད་དགོས་ཀྱི་རེད། འདི་རེད། འདི་འདྲས་སོང་ཙང་ད་འདི་ལ་གཙོ་བོ་དེ་རིག་པ། ང་ཚོ་གི་འཕོ་བ། སྒྱུ་མ། ལོང། འདི་གསུམ་ལ་བཏང། རིག་པ་བཏང་བའི་ཐོག་ནས་སྨན་བཅོས་བྱེད་པ་རེད། འདི་བྱས་པ་ཡིན་ན་འདི་ལ་དཀའ་ངལ་ཁྱོན་ནས་ཡོང་བ་རེད་བ། ད་འདི་ལ་ངས་གཙོ་སྨན་འདི་ངས་ཁྱེད་རང་ཚོར་བཤད་བར་བ། གཙོ་སྨན་འདི། ཞེ་སེར་དང་ཁྱུང་མ་དཔྲལ་བ་རེད། ཉིན་གུང་འདི་ལ་ཞེ་སེར་དང་ཁྱུང་མ་དཔྲལ་བ་ད་ཞོགས་སྐད་དང་དགོངས་དག་ནི་སྐབས་བབ་སོ་སོ་སོ་གི་རྣམ་དཔྱོད་བེད་སྤྱོད་བྱེད་ཡ་རེད། དེ་རེད་དེ་ནས་སོང་ཙང། གཙོ་སྨན་དེ་ཞལ་ཟས་དང་ཁྱུང་ང་སྤྲེའུ་རེད། རྣམ་པ་གཙོ་སྨན་ན་ཚ་འདི་འདྲའི་རྒྱུ་མ་ནས་མ་བཙོག་པ་བཏང་ས་ནས་བཤང་བ་ནས་སྣབས་གཏུག་དང་ཅིག་རྣག་གི་རྣམ་པ་འདི་འདྲའི་དོན་གུ་དུ་ལབ་ཡིན་ན་ཉོག་ཉོག་འདི་འདྲའི། ད་འདི་ལ་སྨན་འདི་བཏང་ད་མ་ཁྲག་ཐོག་སེམས་འདྲེ་ཡོང་ན་ད་བརྒྱ་ཆ་དགུ་བཅུ་གོ་དགུ་ངའི་ཐག་བཅད་ནས་ཤུ་ཐུག་གི་རེད་གྲག་གི་རེད།

ལོང་ནས་གྲང་འགྱིངས་ཟེར་བ། གྲང་འགྱིངས་ཟེར་ན་གྲང་མོ་དེ་ལོང་གི་ནང་ལ་འགྱིངས་པ་ལོག་བ། དེའི་གར་དོན་དུ་གྲང་མོ་དེ་ལོང་གི་ནང་ལོག་ལ་མང་པོ་ཅིག་འཕེལ་བ་ཟེར་བ། ལྷགས་པ་ཟེར་བ། འགྱིངས་པ་ལ་ན་དོག་དོག་དེ་ཞེས་བ་བདས་པ་ཟེར་བ། འོ་འདི་འདྲ་དེ་འདི་འདྲ་སོང་ཙང་ཨེ་ན་ང་ཚོ་ཆུ་འགྱིངས་པ་ཟེར་བ། འོ་དེ་ན་ཤི་ཆུ་དེ་བདས་པ་ཟེར་བ། འོ་དེ་སོང་ཙང་ཨ་འདི་ལ་གཙོ་བོ་ཨེ་ནི། ལོང་གི་ནང་ལོག་ལ་ཡོད་པའི། རླུང་དང། དྲོད་ཀྱི་ནུས་པ། འདི་ཉམས་པ་གང་ཞིག་ལ་ནི་རླུང་ཁོ་རང་གི་རླུང་གི་ནུས་པ་ནང་ལོགས་ལ། རྒྱུ་མ་དང་ལོང་གི་ནང་ལོགས་ཡོད་པའི་སུལ། སྟབས་རྩི་ཆུང་ཆུང་དེ་ནི་མང་པོ། འདི་ཚོགས་ཀྱི་རླུང་ཁོ་རང་ནང་ལོགས་རྩ་ཆུང་ཆུང་མང་པོ་འདི་ཚོགས་ཀྱི་ལས་ཀ་བྱེད། ཨིན་ཇི་ཀའི་ནོ་མུ་མེན་ཟེར་བ། དེའི་རླུང་གི་ནུས་པ། འབྱིན་འཛུམ་ཞེས་ཟིན་ཡག་གི་ནུས་པ། སྲ་བ། རླུང་གི་སྲ་བའི་ནུས་པ། ཨེ་ནི་མེད་པར་ཆགས་པ་སོགས་ན་ཨེ་ནི་ཡ་གི་ནང་ལོགས་ལ་བད་ཀན་བེ་སྣབས་དེ་ཟིན་མ་དུག་བྱེད། ཨེ་ནི་བེ་སྣབས་དེ་གི། ནུས་པ་དེ་ཉམས་ནས་མ་ཁར་དུག་མ་སངས་ཡོང་བར། ཨོ་དེ་འདྲ་ཡིན་དུས་ད་ནི་ཨེ་ནི། གྲོ་གོག་བཤད་གི་རེད་ཨེ་ནི་ཁ་ལག། འཇུ་ཁག་པོ་ཏི་ལམ་སང་ནུས་གི་རེད་ཁ་ཅིག་ལ་ཨེ་ནི། ཁ་ལག་ཕོ་ར་མ་སྔོ་བཙའི་ལྟ་བུ་ཡིན་ན་སྔོ་བཙའི་ཕོ་ར་མ་བཤད་ཡོང་བ་རེད། ལྷག་པར་དུ་ཨེ་ནི་ཁ་ཅིག་ལ་ཡག་པོ་མ་བྱུང་བས་ན་དེའི་རིགས་ལ་ཁྲག་ཡང་ཐོན་གི་རེད། དེ་འདྲའི་རེད་དེ་འདྲ་སོང་ཙང་ན་ཚ་དེ་མི་འགྱུར་བའི་རྟགས་དེ་སྣབས་སྟུག་དོན་མ་རེད་རྟོག་པའི་ནང་ལ་བེ་སྣབས་ཟེར་ཏེ་བེ་སྣབས་ཟིན་ངེས་དོན་གྱི་དོན་ན་ན་ཚ་དེ་ད་ཡིན་མ་རེད། འོ་དེ་རྣམ་པ་དོན་ཡིན་གྱི་མིན་གྱི་ཐུགས་ལ་བཞག་ཨེ་ནི་དེ་འདྲ་སོང་ཙང་རྣམ་པ་དོན་དེ་ཡིན་གྱི་མིན་གྱི་ཐུགས་ལ་བཞག་རོགས་གནང་གང་མང་མང་ཞིག་བར་བརྒྱུད་བསྐུལ་གནང་རོགས་གནང་ཞུ་ཡ་ཡིན། ཐུགས་རྗེ་ཆེ།